ཨོ་གཙང་བོ་བཀྲ་ཤིས་ལས་ཧ་ནི་ད་རིང་དེ་ད Topic དེ་ག་འདྲ་གསུམ་བཅུའི་དུས་ཆེན་དང་འབྲེལ་ཡོད་བྱས་ནས་ཡིན་རེད་བ་ཧ་ནི་ད་དར་ཟང་ཧ་ནི་ང་ཚོའི Toronto ནང་ལོགས་ལ་ཡིན་པའི་ནས་ད་ད་ལན་གྱི Two Thousand Twenty Six གྱི་ཧ་ནི་གསུམ་བཅུའི་དུས་ཆེན་དེ་བ་ལ་ཡིན་པ་ཡིན་ན་ཧ་ནི་ཡང་ཟུར་དེ་བ་ལ་ཡང་ཁ་ཤས་ཀྱི་བསམ་ཚུལ་འདྲ་མི་འདྲ་ཡོད་དེ་ཅོག་ཧ་ནི་ཁ་ཤས་སྐད་འབོད་བྱེད་དུས་ཙམ་པ་ལ་ཡིན་པ་ཡིན་ན།

སྐད་རྒྱག་རྒྱུ་ཡོག་མ་རེད་ཟེར། ཨོ། གང་ཐག་ཅིག་གི་བསམ་ཚུལ་ཁ་ཤས་ནང་ལོགས་ལ་ནི། ཀྱེ། གར་ས། China China out out ལ་ཨེ་ད་ཅིག་བྱས China ནི out of Tibet now China shame on China ལ་ཨེ་ད་ཚོ་ཅིག་གི་ལ་ཡ་ཡོག་མ་རེད། ནི་དཔེ་ཚིག་དུ་ཚོ་ལ་ཡ་དཔེ་ཟབ་ས་འགྲོ་ཅིག་ནི་གང་ཐག CCP ལ་ཨོ་རེད། གང་ཐག་ཅིག།

མེ་བཙའ་སོར་ཆུན་ཆུན་ཆུན་ཆུན Ideology། བསམ་བློ་འཁྱེར་སྟངས་ལ་ཡང་གང་དག་ཅིག་གི Differences ཁྱད་པར་ཡོད་ཀྱོག་ཨ་ནི་གསུམ་གསུམ་བཅུའི་དུས་དྲན་དེ་ཡང་ཅིག་ཅིག་འགྲོ་འོང་དུས་ཙམ་པ་ལ་ཨ་ནི་མི་ཚང་མས་གི་ཨ་ནི་ནང་ལོག་གི་བསམ་ཚུལ་གཅིག་འདྲ་བོ་མེད་བསྡད་ཀྱོག་ད་བསམ་ཚུལ་ཏེས་ལོག་ག་ལོག་ག་འདྲ་བོ་དེ་འདྲས་ཅིག་གི་རེད།

ད་ལྟ་གནས་ཚུལ་ཆུང་ཆུང་འདྲ་བོ་ཞིག་མ་ཤེས་མི་ཡོད་ཀྱོ། ཨ་ནི་རོགས་པ་ནང་ལོག་གི་སྐད་ཆ་འདྲ་བོ་བྱས་བྱས་དུས་བསམ་པ་ཕ་ཆོས་ཚུ་ཆོས་རྒྱལ་ཨ་ལས་ལ་ཨ་ནི་ཡང་སོ་སོའི back off འགྲོ་བྱས་ཁོ་རང་ཚོ་ཕ་སྐད་ཀྱི་སྐད་རྒྱབ་བྱས་བྱས་ནས་ཁ་བརྡ་བྱས་ཀྱི་རེད་ཡང་ཁ་ཤས་སྐད་མ་རྒྱག་ཉེ་ཡིན་ན་སྐད་རྒྱག་གོ་རེ་ལ་ཡ་སོ་ར་འདྲ་བོ་དེ་འདྲ་ཅིག་བྱས་བྱས་ནས་ཁ་བརྡ་བྱས་ཀྱི། ཁ་བརྡ་བསམ་ཚུལ་དེ་ལོག་ཁ་ཡོད་བསྡད་རྒྱུ་འདྲ་བོ་ཞིག་འགྲོ་གི་འདུག་ཨ་ནི་འདི་འདྲ་ཡིན་དུས་བསམ་པ་ལ་ད་ང་རང་གི་བསམ་ཚུལ་གར་དུ་ལབ་བས་ན། དང་པོ་སྙད་ལ་ཡང། གལ་ཆེ་ཤོས་གར་གྱི་མཐོང་གོ་དུ་ལབ་བས་ན་རུ་བ་དར་སང་ཡིན་པ་ན་ང་ཚོའི་དམིགས་བསལ་གྱི Toronto ནང་ལོག་ལེ་ན་ད་གཟི་བརྗིད་ཚ་ཤོས་འདྲ་བོ་དེ་ལ་ད་ལན་གྱི་སྐྱེ་བོས་དེ་ལ་ཡིན་པ་ཡིན་ན་ཕ་ཆེན་མི་དགུ་བརྒྱ་དགུ་བརྒྱ་ལྷག་ལྷག་ལྷག་འདུག་ཨ་དགུ་བརྒྱ། ཁ་སེང། ཀྱི་རོགས་པ་དེ་འདྲས་སྐད་ཆ་དྲིས་དུས་ཁོ་རང་ཚོ་བྲང་ཁ་རྒྱག་བཅུག་དུས་དགུ་བརྒྱ་དགུ་བརྒྱ་ལྔ་བཅུ། དེ་འདྲས་འགྲོ། ད་ཕར་ཕྱིན་ཕ་གའི་ཀླད་དུས་ད་གཅིག་སྟོང་སྒྲོ་བཙག་ཀླད་དུས་ད། ཨ་འདི་ནང་ལོག་ལ་ཡ་ད་གཟི་བརྗིད་སྒྲོ་བཅས་ལ་ཡིན་པ་ཡིན་ན་དམིགས་བསལ་གྱི་ཨ་ནི། ང་ཚོ་སྐྱེ་ན་དྲག་གི་ཨ་ནི་གཞོན་སྐྱེས། Youth Youngsters དཔེ་མང་པོ་འདུག་ཨ། ཨ་འདི་ནང་ལོག་ལ་དམིགས་བསལ་གྱི་ད་ང་ཚོ། བྲང་ཁ་ནང་ལོག་ལ་ད་བུད་མེད་ཀྱི Population ཤུགས་ཆེ་ཡ་དེ་བུ་མོ་དཔེ་མང་པོ་འདུག་ཨ། ཨ་ནི་འདུ་འཛུགས་སྒྲོ་བཅས་མང་པོ་བཅས་ཡོང་དེ་དུས་ཙམ་པ་ལ་ཨ་ནི།

ལ་གང་དག་ཟབ་སྦྱོང་འགྲོ་བ་ཅིག་བྱས་གང་དག་ཞག་དུ་ཞོག་ལ་ཡང་སུམ་བཅུ་དུས་ཆེན་མ་ལས་གོང་ལ་ཡིན་ནའི་རེད་ནས་བོད་པ་དང་འབྲེལ་ཡོད་ཀྱི་ནས་ཝོག་ཤོབ་དེ་འདྲ་ཚོགས་བྱས་ཏེ་དེ་འདྲའི་སྐོར་ལ་ཡང་བེགས་འདྲ་བ་ཅིག་ལབ་ནས་གང་དག་ཁོ་རང་ཚོའི་གི་ནས་འདི People's Uprising Day འདྲ་བ་ཅིག་རེད་མི་མང་ཡར་ལངས་ནས་ཡར་ཀླད་སྐྱོག་འདྲ་བ་ཅིག་གི་དུས་ཚོད་དེ་རིང་དུས Dress འདྲ་བ་ཅིག་ལ་ལབ་ནས་ཅིག་ཧ་གོ་ཐུབ་ཀྱི་ཡོད་པ་ཡིན་ན་ནས་མ་འོངས་པ་ལ་ཡང་ད་ད་ད་གསུམ་བཅུ་དུས་ཆེན་སྐབས་སུ་དེ་བ་ལ་ཡང་ད་ནི་སོ་སོས་ཀྱི་སྐད་རྒྱག་གི་ཡོད་ནའི་རེད། ག་འདའ Poster བྱེད་གི་ཡོད་ནའི་རེད་ག་རེ་ལབ་གི་ཡོད་ནའི་རེད། ཨ་ནི་འདི་རྒྱབ་ལྗོངས་འདྲ་བོ་དེ་འདི་ང་ཚོ་གི་དུས་ཚོད་འདི་ཨ་ནི་མི་མང་ཡང་ལངས་བྱས་ཁོ་ལབ་གོ་རེད་ཟེར་བྱས་ནས་རྒྱ་མི་ཕ་རྒྱུགས་ལས་བྱོས་ར། རྒྱ་མིས་ཕ། བཅིངས་འགྲོལ་བཏང་གི་ཡིན་ཟེར་ལ་ཡར་འགྲོ་ནས་ཕ་སྤིད་གི་ཡིན་ལ་ཡར་སོ་ར་འགྲོ་དང། ཁྱེད་ཀྱི Slogan འདི་ཁྱེར་ནས་ཡོང་ཨེ་དེ་འདྲས་ཁྱེར་ནས་ཡོང་རེད་ཟེར་ལ་རྒྱབ་ལྗོངས་དེ་ཅིག་ཧ་གོ་གི་ཡོད་པས་ན་ཨ་ནི་དེ་ནས་ཨ་ནི་གང་ལྟར་ཅིག་མཇལ་བདེ་བ་ལ་ད། ད་དར་ཟའམ་གར་ཟའམ་དམིགས་བསལ་གྱི་ཚོགས་པ་མང་པོ་ཞུ་རྗེས། ད་དེ་ལྟ་འདི་ཁ་གསལ་འགྲོ་འི་རེད་འདུག་ག་དྲང་པོ་དྲང་པོ་ཤི་ན་ཁྱེད་རང་ཚོས་གི་མིག་ཤེལ་གི་འཛུམ་འདི་ལྟས་ཅིག་འཛུམ་ཨིན་བཞིན་ལྟ་བས་ན་ཚོགས་པ་མང་ཆེ་གི Platform ཨ་ནི་མི་ནམ་རྒྱུན་ནས་ཅིག་ཡོང་བསྡད་འགྲོ་ཅིག་གི་དུས་ཚོད་དེ་ལ་ཡང་ཨ་ནི་སོ་སོ་གི Ideology འགྲོ་དང་སོ་སོ་གི་ལངས་ཕྱོགས་འགྲོ་འདི་ལོག་ཨ་ནི་སོ་སོའི་ཕྱོགས་ལ་ཁྲིད་འགྲོ་ཡ་ཅིག་ཧ་ལམ་ཨ་ནི་སོ་སོ་གི་ལངས་ཕྱོགས་དེ་ལ་མི་དེ་ཚོ་བསླད་སོང་བསམ་བསམ་སོར་བསླད་ཡོད་མེད་ཐེ་ཚོམ་རེད་དེ་ལས་ཨ་ནི། ཁྲི་དང་འདྲ་བ་ཅིག་སྒོ་ཁྱི་ལྕམ་དང་འདྲ་བ་ཅིག་གིས་གང་དག་དེ་ཉེས་ཀྱི་ལྕམ་ཡིན་དཱ་སོ་ར་ཅིག་ཨ་ནི་དེ་ཚོ་ཚང་མ་ང་ཚོའི་ལངས་ཕྱོགས་གཅིག་པ་ཡིན་དཱ་སི་ལ་ཡ་སོ་ར་འདྲ་བ་ཅིག་བྱས་ནས Platform འདི་དཔེ་མང་པོ་འཇུས་གི་འདུག་ཨ་བོད་ཆོས་དཔེ་མང་པོ་བཏང་གི་འདུག་ཨ་ད་དེ་ཚོ་གར་ས་དབུ་མ་ལམ་ལ་གོའི་གནས་རེད་གང་དག་ཅིག་གིས་བོད་མི་ཚོགས་པ་ལ་གོའི་གནས་རེད་ག་རེ་ཡིན་པ་ཡིན་ནས་ཨ་ནི་སོ་སོའི་ཁྱི་ཡིན་ཡོད་ལ་ཡ་འདྲ་བ་ཅིག་ཨོ་ར་ཨ་ནི་འདི་ཡིན་དུས་ཙམ་པ་ལ་ཨ་ནི་འདི་ཨ་ནི། ཚོགས་པ་ནང་ལོགས་ལས་ཡང་ནི་ད་ལྟའི Competition དེ་ཤུགས་ཆུང་པོ་འགྲོ་འོས་དུས་ཙམ་པོ་སྙན་མ་དེ་ཙམ་མེད་དུས་ཙམ་པོ་ལ་ནི་ཁྱེད་ཀྱི་ཁྲི་འགྲོ་དུས་ཙམ་པ་ལ་ཡང་ཁ་གསལ་བོ་དང་རྙོག་དྲ་ཡོང་ངེས་ཀྱི་ཁུངས་ཞེ་དྲག་མེད་དེ་ཁྱོད་ལྟ་ཡིན་པ་ཡིན་ནས་དེ་བཞིན་ཡང་ནི་ཚང་མ Competitive ཚ་བོ་ཞོ་བོ་ཅིག་བྱས་ཡང་ནི་ཚོགས་པ་འགྲོ་བ་ཅིག་ཡིན་པ་ཡིན་ནས་ཡང་ནི། གང་དག་ཅིག་གིས་ཚོགས་པ Register དུ་བྱས་ནས་ཚོགས་པ་གིས་གང་དག་ཅིག Funding དང་དཔེ་བཞག་ཡོང་ཡས་དང་ཅིག་ཅིག་གིས་གང་དག་ལོ་གཅིག་གི Project དང་ཅིག་ཡོང་དུས་ཙམ་པ་ལ་ཁོ་གང་དག་ཅིག་གཟི་བརྗིད་དུ་དང་ཅིག་ཚ་ཐོག་ཧོག་དུ་སྟོན་ཡས་འགྲོ་ཅིག་གིས།

རྒྱལ་དར་བོད་པའི་རྒྱལ་དར་མ་བཞེངས་ཀྱི་དེ་མིན་གྱི་ནི་དར་ཆ་གཞན་པ་བཅས་ཁྱེར་ན་འགྲིག་གི་མི་འདུག་ཡག་པོ་མི་འདུག་ཚོགས་པ་ལངས་ཀྱི་འདུག་ཚོགས་པ་ཚོགས་པ་གཅིག་གཅིག་གཅིག་གི་ཤོག་ཀ་དེ་ཤུགས་ཆེ་ཡང་ཐོག་ངེར་ཆུག་ཆུག་ང་ཐོག་ངེར་སོ་ར་འགྲོ་བྱེད་ནས་ཆེ་གི Over Shot རུ་བྱས་འགྲོ་གི་འདུག་ལས་སོ་ར་བྱོས་རུ་ཨ་ནི་བོད་པའི་འཐབ་རྩོད་མེད་རྒྱུ་ཚོགས་པ་དེ་གི་འཐབ་རྩོད་ཡིན་འདོད་རྒྱུ་སོ་ར་ད་དཔེ་བྱས་ན་ཆུ་ཤུགས་ག་འགྲོ་གི་དར་ཆ་དེ་དཔེ་ཁེལ་གྱི་འདུག་ལས་སོ་ར་འདྲེ་བདེ་ཡོང་གི་འདུག་ཁ་ཤས་གཞོན་ནུ་ཁ་ཅིག་དེ་སྙེ་མ་ཁྱེར་གྱི་འདུག་ལ་ཡ་སོ་ར་འགྲོ་བ་དང་དེ་འདྲས་སུ་བྱས་ནས་ཅིག་གི་འཐབ་རྩོད་འགྲོ་བ་ཅིག་གི་ཁོ་རང་ཚོའི་གི་ད་མི་གི་བསམ་ཚུལ་ནང་ལོགས་ལས་དེ་འདྲས་ཡོང་གི་འདུག་ཨ་ནི་ཡིན་ནའི། དེ་ཡོང་དུས་ཙམ་པ་ལ་ད་གལ་ཆོད་ཤོས་འགྲོ་བ་དེ་ག་རེ་བྱས་ནས་ཨ་ནི་ད་གསུམ་བཅུ་དམིགས་བསལ་གི་གསུམ་བཅུའི་དུས་དྲན་ལ་དུས་ཙམ་པ་ལ་ཨ་ནི་དེ་དུས་ཙམ་པ་ལ་ད་ཕྱི་རྒྱལ་ལུང་པ་རེད་རྒྱ་གར་ལུང་པ་ག་བ་ཡིན་པ་ནས་ད་མི་འབོ། མང་ཤོས་ཅིག་དུས་ཚོད་དེ་ལ་ཡང་རྩོམ་འདུས་ཙམ་པ་ལ། ང་རང་གིས་འདི་དཔེ་གལ་ཆུང་པར་དྲན་གྱི་འདུག་ལ་གང་ལྟར་མི་མང་གང་མང་མང་ཅིག་གིས་ནི་གང་ལྟར། གསུམ་བཅུའི་དུས་དྲན་འདི་ག་འདྲས་ལའང་རེད་ག་རེ་བྱས་ནས་ལའང་རེད། ཅེས་ཀྱི་ནི་བཞིན་ནི་ད་རིང་ང་ཚོས་སུན་སེན་བྱེད་ཀྱི་ཡིན་ད་ལ་ནི་གང་ལྟར་གཞུང་ནི་མ་གསོད་རེ་གནང་བཞག་རྒྱུ་རེད་མི་མང་གིས་ཡང་འདི་འདྲས་བྱས་ནས་ཡར་ལངས་བྱས། གསུམ་བཅུའི་དུས་དྲན་ལའི་འགོ་འཛུགས་རེ་ལའི་བརྗོད་རོགས། ནི། དེ་མི་མང་གི་ག་ད་རྒྱ་ལངས་ལ་ནི་མི་མང་ཡར་ལངས་ནས་ཡར་སླེབས་ནས་ད་རྒྱ་མི་ལ་ཁ་བརྡས་ཡིན་ལ་ནི་ཅིག་ལང་ཀྱོག་དེ་ཡིན་དུས་ཙམ་པ་ལ་དེ་མི་མང་གི་ནི་དུས་ཚོད་ཡིན་དུས་ཙམ་པ་ལ་ང་རང་བསམ་ཚོད་ལ་ཡིན་པ་ཡིན་ན་ནི་དེ་ནང་ལོགས་ལ་མི་མང་ལ་དུས་ཙམ་པ་ལ་ད་བོད་བོད་མི་སུ་འདྲ་ཅིག་ག་ནི་སོ་སོའི་གི་རང་བཙན་གི་ཆེད་དུ་ལ་ཡ་ག་ད་སྐད་ག་འདྲས་རྒྱ་གུས་ནས་འོ་ཡ། ངའི་བསམ་ཚུལ་ལ་ཡང་ནོར་ཡོད་དྲན་གི་མི་འདུག་གང་ལྟར་རང་བཙན་གཙང་མ་དགོས་ལག་ཡོད་ནས་ནོར་ཡོད་དྲན་གི་མི་འདུག་གང་ལྟར་དབུ་མའི་ལམ་གཙོས་དགོས་ལ་ནས་འདི་སོ་སོས་ཀྱི་ལབ་ཆོག་གི་རེད་དྲན་གི་འདུག་ར་ནི China out of Tibet ལ་ཡང་འདི་ལག་ཡོད་ནས་འདི་དགོས་རེད་དྲན་གི་འདུག་གང་ལྟར་སོ་སོས་ཀྱི་ཨ་ནི་ལུང་པ་ལ་སྣང་བ་མ་སོ་སོའི་ལུང་པ་ལ་སྡུག་ཅག་བྱས་ནས་ཨ་ནི་འདི་གི་ངར་འདི་མ་སྟོན་ནས་སྟོན་སྟངས་འདྲ་བོ་གནང་ལོ་ལ་ཨ་ནི་ཚིག་ག་རེ་བོད་ཆོས་གཏང་གི་ཡོད་པ་ཡིན་ནས་དུས་ཚོད་འོང་བསྡད་ལ།

ལྟ་བ་འདི་ནང་ལོགས་ལ་བླུག་གལ་ཏེ། ངའི་བསམ་ཚུལ་ལ་ནི་དེས་བྱས་ཀྱི། ཧམ་པ་ཚ་དྲག་གྱུར་འགྲོ་མཐོང་གུ་དུ་ར་ཡ། ཨོ་ཨ་ནི་ཡ་གལ་སྲིད་ཡང། སོ་སོའི་གི idea དང་ལངས་ཕྱོགས་ཨ་ནི་ཀུན་ནས་ཁོ་རང་གི། ཡ་ཡུལ་ཡག་པོ་ཅིག་དང་ཨ་ནི་དེ་ལ་ཡ། ནུས་པ་ཐོན་ས་རེད་བསམ་བསམ་སོ་ར་ཅོ་ན་ནི་མི་མང་ཟུར་ལ་དེ་ངའི་ལྐུག་པ་མི་དུད་ཙམ་པ་ལ་ནི་མི་མང་གིས་ཁྱེད་རང་ཚོ་རྒྱབ་ལོག་ལ་ཡོང་འགྲོ་རོགས་ཨ་ནི་འོ་འདི་ཡོང་དུད་ཙམ་པ་ལ་ནི་འདི་འདྲའི་གི་གསུམ་བཅུའི་དུད་འདྲེན་འདི་ཁོ་རང་ཙུག་གོ་ཞག་ཨ་ནི་དུད་ཚོད་གཞན་པ་ཅིག་ལ་ཡག་ག་འདའ་ད་ལང་ཕྱོགས་སུ་ག་ཅིག་གནས་རེད་ད་དབུ་མ་ལམ་ལ་གུས་གནས་རེད་རང་བཙན་ཙག་ཙིག་མ་ལ་གུས་གནས་རེད་ག་འདའ་སུས་གི་ཚོགས་པ་སུས་གི་ཙུག་གོས་ནས་ཤུ་ཤུ་གང་དྲུག་ལ་གུས་གནས་ཨ་ནི་དུད་ཚོད་གཞན་པ་ཅིག་ལ་ཡག་ཨ་ནི་ང་ཚོ་སྐད་འབོད་བྱེད་ཀྱིན་ཡིན་ལ་ནི། འདི་ལ་ནི་སོ་སོའི་གི་ལངས་ཕྱོགས་ག་རེ་ཁྱེད་ཡོང་དགོས་ནས་ད། ཧོ་ཡ་སྐྱེས་མ་བརྒྱ་ནི་འགྲོ་དགོས་ནས་རེད་ག་ད་རྗེས་གི་ལག་པ་ཐམས་འདེད་རྒྱོ་དང་འདི་འདྲས་གི་ད། མཐུན་ལམ་གི་ད་རྒྱ་མི་དང་བོད་གི་མཐུན་ལམ་ཡོད་ལ་ནི་སྐྱེས་པའི་རྒྱ་དགོས་ནས་རེད་ག་ད་ག་འདྲས་བྱེད་དགོས་ནས། འདི་དུས་ཙམ་པ་ལ་ནི་སོ་སོའི་ལངས་ཕྱོགས་ཀྱི་ད་དེ་ལ་མི་ག་ཚོད་ཅིག་ཡོང་གི་འདུག་ལས་བྱོས་ར། མི་མང་པོ་ཡོང་གི་འདུག་མང་མང་པོ་ཡོང་གི་མི་འདུག་ཨོ། འདི་དུས་ཙམ་པ་ལ་མི་མང་པོ་ཡོང་དགོས་ན་ནི་ཡག་ཤོས་རེད་ཨ། ཁྱེད་རང་ཚོས་ཀྱི་འཐབ་རྩོད་ག་འདྲས་བྱེད་དགོས་ནི་དེ་ཡག་ཤོས་རོ། ཡིན་ནའི་ཨ་ནི། ག་འདའ་ཅིག་གི་ཐྲེནད་མ་ཅིག་དེ་ལ་ནི་ད་འདར་སང་དེ་ཨན་ཇོ་མང་པོ་ཅིག་གི་ཧའི་ཇེཀ་བྱེད་ག་ཡོང་གི་འདུག Platform དེ་བོད་ཆོས་དང་ཧའི་ཇེཀ། ཨ་ནི་འོ་འདི་ང་ཚོའི་མི Common Man ཅིག་ཡིན་ན་ཨ་ནི། འདི་ཨ་ནི་ཚང་མས་ཀྱི་ཅིག་གི་ཟབ་ས་བྱེད་ནི་དང་ཨ་ནི་དེ་ལ་ཡང། སོ་སོ་ཚོས་ཀྱི། བརྟན་པོ་བྱས་ཏེ་གལ་ཆུང་པོར་དྲན་གྱི་འདུག་ར་དེ་མ་ཡིན་ན་མ་འོངས་པ་འདི་འདིའི་རྐྱེན་པས་གི་འཐབ་རྩོད་རེ་ལ་ཁ་བྱེད་མ་བྱེད་མི་མང་པོ་ཅིག་གི་འདི་ཚོགས་པ་མང་པོ་འདྲ་མི་འདྲ་ཅིག་གི་འདི་ཧའི་ཇེག་ཅིག་བྱས་ཨ་ནི་ག་འདའ་འཁྲུག་པ་ཤོར་རེ་དང་ཅིག་སྡུག་ཅག་བྱས་གི་འདི་ཉེན་ཁ་ཞུ་འདུག་ར་ཨ་ནི། ད་ལྟ། གཉིས་པ་དེ་ཚོགས་པ་དེ་འདྲའི་མང་པོ་ཅིག་གིས་སོ་སོས་ཀྱི Narrative ཅིག་ཁྱེར་ནས་ཡོང་གི་འདུག་ལ་དེ་གཅིག་ལ་ངས་འཕྲོད་སོང་ད་འོང་དེ་འདྲ་ངས་ཁྱེད་རང་ཚོ་ལ་བེད་དེ་གཅིག་ཡིན་རོ། གཉིས་པ་དེ་ལ་ཡིན་པ་ཡིན་ན། གར་ས་གསུམ་བཅུའི་དུས་དྲན་སྐབས་སུ་ལ་རྒྱལ་དར་དེ་ཨ་ནི་བོད་པ་བཅུག་པོ་ག་ཅིག་ཁྱེར་ན་ཡག་པོ་འདུག་བོད་རྒྱལ་དར་དེ་བཅུག་པོ་ཁྱེར་ན་ཡག་པོ་འདུག་ཨ་ནི་དམིགས་བསལ་གྱི་ང་ཚོ Toronto ནང་ལོགས་ལ་ཡིན་པ་ཡིན་ན་ཨ་ནི་མང་པོ་ཅིག་གིས་གང་ལྟར་ཆུ་ཤུར་གང་དྲུག་གི་རྒྱལ་དར་དེ་ཨ་ནི་མང་པོ་བེད་འདུག་ཨ་ནི་དེ། ཏག་ཏག་འདི་གི་མིང་འདུག་སླའི་སོ་ར་ཅིག་ཨ་ནི་ག་འདའ་འདི་ལ་ནི་ཚང་མ་བོད་པའི་གི་སྐད་བརྡ་བརྗོད་ན་ཡག་པོ་འདུག་སླའི་སོ་ར་བརྗོད་ར་ཨ་ནི་དེ་ནང་བཞིན་གི་ད་གཞོན་ནུ་གི་སྐད་བརྡ་ཡོང་དགོས་ར་ཨོ་འདི་འདྲའི་སྒྲོ་བྱས་ནས་ཁོང་ཚོས་གི་ད་མི་མང་པོ་ཅིག་གི་བསམ་ཚུལ་ར་ཨོ་འདྲེ་འདུག་ཨ་ནི་ངའི་བསམ་ཚུལ་ལ་ཡིན་པ་ཡིན་ན་སྐད་བརྡ་བོད་པ་རེ་ལའི་དེ་བོད་པའི་འཐབ་རྩོད་རེ་ལ་དུས་བརྩམས་པ་ལ་ཡ་དེ་ནང་ལོགས་ལ་ཨོ་ཡ་ལངས་ཕྱོགས་འདྲ་མི་འདྲ་ཡོད་རྒྱོ། དཔེ་བྱས་ན་ཆོས་ཞུ་གང་དྲུག་ལགས་ན་ད། རང་བཙན་གཙང་མ་སུས་གོ་རེད་ཡ་དབུ་མའི་ལམ་རྩོད་མཁན་དོ་ད་གཞོན་ནུ་དང་ཁོ་རང་ཚོ་དབུ་མའི་ལམ་དང་མིག་སྒྲོག་བྱེད་འགྲོ་དེ་གོ་རོགས། ཡང་དེ་འདྲའི་རྩོད་མཁན་གཅིག་གི་ལངས་ཕྱོགས་ཨ་ནི་ཡང་དབུ་མའི་ལམ་གཅིག་རྩོད་མཁན་གཅིག་གི་ལ་དེ peaceful དོ། ཚང་མ་ལ་ལུང་པ་གཅིག་ནང་ལོགས་ལ་ཨ་ནི་མི་དྲག་མི་དྲག་གི་གཅིག་གི་འཐབ་རྩོད་ཡོད་སྐྱོ་སྒྲོག་གཅིག་མཚོན་ཐུབ་ཡོད་པས་ན་ཨ་ནི་དེ་ལུང་པ་ཁོ་རང་ང་ཚོ་བོད་ལ་ཡ་དེ་ཁོ་རང་དེ་འདྲས་གཅིག་ཡོང་གི་ཡོད། ཡོད་རེད་ཟེར་ལ་ནི། ཁོ་ད་ལན་འགྲོ་ཆེད་བྲོ་ཡ་ལ་ཡ་ག་ཡོད་ར་དྲན་གི་འདུག་ར། དེ་མིན་གྱི་ནི་གང་དག་ཅིག་གི། བོད་ནང་ལ་ཡོད་འགྱོག་གང་ཟག་ཅིག་ཡང་མིན་ན། དབུ་མའི་ལམ་རེད་ལ་ཀུན་ནས་འཇོག་ཐུབ་འདུག་བ་ཡ་བསམ་བློ་ཅིག་བཏང་ན། ཡང་བོད་ནང་ལ་ཡོད་འགྱོག་གི་མི་ཚང་མ་ནི་རང་བཙན་གཙང་མ་རྩོད་དགོས་རེད་ལ་ནི་ཅིག་ལང་ཀི་ཅིག་ལ་ཀུན་ནས་དེ་ཡས་འཇོག་ཐུབ་འདུག་བ་དེ་འདྲ་ཚང་མ་ཅིག་ད་འདྲའི་ག་ལོག་རེད། མི་ཚང་མ་བོད་ནང་ལོ་བོད་ལ་བརྩོན་མཁན་གྱི་བོད་རང་བཙན་གོ་ཡོད་ལ་ངའི་འདི་ཚང་མ་ཅིག་པ་ཅིག་རྐྱང་དུ་གོ་ཡོད་ཀྱི་མ་ར་ཚང་མ་ལ་ལོ་ག་ལོ་ག་ཡོད་ཀྱི་རོ། འདི་ལོ་ག་ཡོད་ཡའི་དུས་ཁོ་ན་ལྡུམ་ར་ན་བཞིན་བྱས་ནས་ག་ད་ལྡུམ་ར་ཅིག་ནང་ལོག་ལ་མེ་ཏོག་འདྲ་མི་འདྲ་ཡོད་ན་བཞིན་བྱས་ནས་ལང་ཕྱོགས་ཡོད་འདྲ་མི་འདྲ་ཡོང་ཆོག་གི་རོ་གོ། འདི་ཁོ་རང་གི་ལཱིན་རིང་པོ་ཅིག་ནང་ལོག་ལ་ཁོ་དུས་ཚོད་འོང་དུས་དུས་ཙམ་པ་ལ་འདྲ་མི་འདྲ་ཅིག་འཐོར་བསྡད་རྒྱོ་ན་བཞིན་བྱས་ནས་དེ་འདྲའི་ཆེ་ནས་ཀུན་ཏུ་ལྕགས་མདོག་ཁ་བོ་ཡོད་རྒྱུ་ཁ་ཤས་གཙུབ་མདོག་ཁ་བོ་ཡོད་རྒྱུ་ཁ་ཤས་ཡ་མེན་འདྲ་བོ་ཡོད་རྒྱུ་གང་དག་ཅིག་གི་འཐབ་རྩོད་ལ་དུས་ཙམ་པ་ལ་མི་འདྲ་མི་འདྲ་ཅིག་ཡོང་དུས་ཙམ་པ་ལ་རེན་ཇི་འདྲ་མི་འདྲ་ཡོང་གི་རོ། འདི་འདྲའི་འདྲ་བོ་ཡོད་རྒྱུ་གི་ལུང་པ་ཅིག་མཚོན་ཐུབ་ཀྱི་ཡོད་པས་ན་བསམ་བློ་གནང་ལོ་བསམ་བློ་འཁྱེར་སྟངས་ཡིན་ནས་ལངས་ཕྱོགས་ཡིན་ནས་རེད། སྐད་ཤུགས་རྒྱབ་སྟངས་ཡིན་ནས་རེད། ཨ་ནི་འདི་འདྲའི་བྱོས་ཡོད་པ་ཡིན་ན་ངའི་བསམ་ཚུལ་ལ་ལུང་པ་ལས་དེ་འདི་འདྲའི་བྱོས་བ་དྲན་གི་འདུག་མ་ཤེས་གི་ག་འདའ། འཛིན་གྲྭ་གཅིག་ནང་ལོགས་ལ་ཡ་སྤུ་གུ་ཉི་ཤུ་རེད་ཨ་ནི་ད་ག་རང་སྤུ་གུ་ཉི་ཤུ་གི་དགེ་རྒན་གཅིག་གི་ཚོད་དཔག་རྒྱབ་ཐུབ་བ་ན་བཞིན་བྱས་ནས་ལུང་པ་གཅིག་གི་ཨ་ནི་ལྟ་བ་ཁྱེད་སྟངས་དང་ལངས་ཕྱོགས་ཨ་ནི་གཅིག་གི་ཚོད་དཔག་རྒྱབ་བྱས་ཨ་ནི་ད་ག་རང་ནང་ལོགས་ལ། Standardized ཅིན་ཡ། ཁ་གཡང་སོགས་རེ་བྱེད་ནང་ལ་ད་ག་རང་གཅིག་གླུ་ག་རེ་ལ་ཡ་འགྲོ་འདི་གླུ་ག་བྱེད་ནུས། ཅིག་ཉིད་ཀྱི་གླུ་གའི་འཐབ་རྩོད་རེ་བྱེད་ག་བྱེད་ནུས་མ་བྱེད་ནུས་འདི་ཤོང་གི་རེ་དྲན་གི་མི་འདུག་ར། འདི་མ་བྱེད་ནའི་ཡག་པོ་དྲན་གི་འདུག་གང་ལྟར་དམིགས་བསལ་གྱི་སུམ་བཅུའི་དུས་དྲན་དེ་ལ་ཡང་ནི་ང་རང་འདི་འདྲས་ཀྱི་ལག་མལ་ཁྲོད་སོང་ཡང་ཁྱེད་རང་ཚོས་གང་ལྟར་དམངས་གཙོ་ཡིན་དུས་ཙམ་པ་ལ་ཡང་བསམ་ཚུལ་འདི་འདྲས་ང་རང་གི་བསམ་ཚུལ་དེ་འདྲས་ཅིག་འདུག་རོ། ཨཱ་ནི་ཁྱེད་རང་ཚོས་ཀྱི་བསམ་ཚུལ་འཇོག་ཆོག་རེད། ཨཱ་ནི་ཁྱེད་རང་ཚོས་བསམ་ཚུལ་གང་འདྲས་འདུག་ལས་འཇོག་རོགས། མ་རེད་དེ་འདྲས་རེད་ཅོག་ཅོག་རེད་མ་རེད་ལས་འཇོག་རོགས་དེ་འདྲས་འདྲོག་ཅིག་ནི་ཡང། It is all healthy discussion ད་ཅིག་གི་ཕ་ཅོག་ཚུ་ཅོག་གི་རྐང་པ་འཐེན་པ་དེ་འདྲས་ག་ཡང་མེད་རོ། ཨཱ་ནི་གང་དག་དངོས་ཡོད་ཀྱི་གནས་ཚུལ་དེ་འདྲས་ཅིག་ནི་འགྲོ་འདི་ཀོ་རེད། ཨཱ་ནི་དེ་ལ་ཡང་གང་དག་ང་ཚོ as a common man ད་ང་ཚོ་གི་ང་ཚོ་མི་མང་ལ་ནི་ཡིན་དུས་ཙམ་པ་ལ་ཡང། འགྱོད་པ་རྒྱུ་མཚན་གྱིས་མཐོང་ནས་ནི། ཕ་ཕྱོགས་དང་སུ་ཕྱོགས་སུ་ལ་ཡིན་པ་ཡིན་ནས་ཅིག་ལ་གོ་ནས་འགྱོད་པ་རྒྱུ་མཚན་གྱིས་མཐོང་ནས་ལ་གོ་ན་ཀོ་བསམ་ཤེས་བྱས་ནས་ལ་གོ་བར་བ། དེ་ལ་ནི། ཕོག་བས་དང་ཅིག་ག་ཡོད་དྲན་གྱི་མི་འདུག་ར་ནི་ཡང་བདེན་པ་ཡོད་པ་ཡིན་ན། དེ་ལ་ཡང་འགྲེལ་བཤད་ཡོད་པ་ཡིན་ན Logically། རིགས་པ་དང་ཅིག་ཅིག་ཡོད་པ་ཡིན་ན་ཅིག་ལབ་ན་ཡག་པོ་འདུག་ཡང་ང་རང་ཡང་ཅིག་གསར་བ་ཤེས་ཀྱི་རུ་བ། ཡང་དེ་མ་བཞིན་གྱི་ལམ་བཟང་ཁོ་རང་མཆན་ནང་ལོག་ལས་ཨོ་ཡ་ཁྱོད CCP གྱི་གར་ས།